དེ་རིང་འདི་སྐྱབས་མགོན་རིན་པོ་ཆེ་འགའི་ནོར་བུའི་ཞི་བདེའི་ཞིང་བདག་འབོད་གཞི་མཛད་པའི་ལྟར་དུས་ཚོད་འདི་ཉེ་བ་ཡིན་ཙང་ནས་མཛད་སྒོ་སྟབས་བདེ་ཅིག་ཁ་བའི་སྤྱི་ནོར་ནས་གོ་སྒྲིག་བྱས་རྗེས། ཚེས་བཅུ་ཉིན་མོ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་མོ་འདི་གཞུང་འབྲེལ་གྱི་མཛད་སྒོ་རྒྱག་གི་ཡོད་ཙང། ཨ་ནི་དེའི་བར་རུ་ལ་སའི་ཉི་མ་དང་དེ་འདྲའི་མང་པོ་ཅིག་ཁེལ་གྱི་ཡོད་དུས། ད་དོན་དག་ཅིག་པ་ཡིན་དུས་ཨ་ནི་དེ་རིང་དེར་སྟབས་བདེ་ཡག་འདུག་ཟེར་བྱས་ནས་གྲ་སྒྲིག་གནང་བ་དེ་ཡག་པོ་ཞིག་བྱུང་བཞག་ཨ་ནི་ཁ་བའི་གཅེས་ནོར་ལ་ཆགས་བཞག་པ་ཡིན་ན་ད་ལོ་མང་རིང་ནས་ད་སྤྱི་ཚོགས་ལ་ཕན་ཡོད་ཀྱི་ལས་ཀ་མང་པོ་ཅིག་ཡག་ཐག་ཆོད་བྱེད་བསྡད་ཀྱི་ཡོད་རེད། རྣམ་པ་ཚོ་ལས་བྱེད་ཚང་མ་ཡོད་ས་ལ་ངས་ཞུས་ཡོད་ན་མེད་ན། སྔོན་མ་ཐོག་མར་དེ་བཙུགས་དུས། ང་སློབ་སྟོན་པ་བྱས་དེ་བཙུགས་དུས། ང་དེ་དུས་ཞུ་ཡས་བྱུང་སྤྱིར་བཏང་ཡིན་ན་ཚོགས་པ་གཅིག་གི་ནང་ལ་སོག་པ་གཞན་པ་བཙུགས་ཡས་དེ་འདྲས་དེ་ལྕགས་སིང་པོ་ཡོད་རེད། ད་ཡིན་ན་ད་ནི་དེ་སྣེ་ཁྲིད་མཁན་འགའ་ཤས་རྒྱ་མཚན་ལ་བྱས་ཨེ་ལྷག་བསམ་རང་གི་ཐོག་ནས་བྱེད་ཀྱི་ཡོད་ས་དེ་ཡག་པོ་ཡོང་ས་རེད། ཨ་ནི་ང་ཚོ་མཉམ་རུབ་བྱས་ནས་བྱེད་བསྡད་ཀྱི་ཡོད་རེད། ཅི་སྟེ་ད་ལྟ་བར་དུ་ཡག་ཐག་གཅོད་བྱེད། ཨེ་ཡང་ང་ཚོ་ཕན་ཚུན་རང་ནས་བྱེད་དགོས་ཡ་མང་པོ་ཅིག་བྱེད་མ་ཐུབ་པ་བྱས་བྱས་དུས་ཚོད་རིང་མང་པོ་ཅིག་སྤེལ་ན་དེ་རིང་མཛད་སྒོ་བཟོ་དགོས་པ་ཅིག་ཁ་བེ་ཅེ་ནོར་ནས་བྱེད་ཡོང་དུས། དེ་ང་ཚོས་ཕན་ཚུན་རང་གི་ལས་གཞིའི་ཁ་སྐོང་བཟོ་དགོས་པ་ཅིག་ཡག་པོ་སྤེལ་ཡོང་གི་འདུག་བ། འོ་དེ་ཐུགས་རྗེ་ཆེ་ཞུ་ཡས་ཡིན། ཨ་ནི་ལྷག་པར་དུ་དང་བླངས་ཐོག་ནས་བྱེད་ཀྱི་ཡོད་ཙང་དེང་གི་རྩ་ཆེན་པོ་བརྩི་གི་ཡོད། ལྟ་སྐོར་དུས་ཚོད་ངེས་ཅན་ནང་ལ་སོ་སོར་གླ་ཕོགས་བརྒྱབ་ནས་བྱེད་དགོས་དེ་དང། བྱེད་དགོས་རེད་དེ་ཡིན་ན་ཡང། ད་བྱེད་མ་བྱེད་ཡོང་གི་ཡོད་རེད་པ། ད་དང་བླངས་དེ་བྱེད་ཡོང་དུས་ཁོ། དགའ་བཞིན་སྤྲོ་བཞིན་དུ་བྱས་པ་ཡིན་ཙང། ཡག་པོ་ཞུ་རེད་བ། ཨ་ནི་ཁ་བའི་གཅེས་ནོར་གྱི་ལས་བྱེད་སོགས་ཡིན་ནའི། ད་དེ་འདྲའི་སྐབས་ལ། ཉམས་མྱོང་མང་པོ་རག་ཡོད་རེད་བསམ་གྱི་འདུག་དེ་ནི། དཔེ་མཛོད་ཁང་གི་ཁུངས་གཏོགས་ནས་སྔོན་མ་ཟུར་དུ་ལས་གཞི་དེ་འདྲས་བཟོས་ཡོད་རེད། ཁོར་ཡུག་སྲུང་སྐྱོབ་ལས་གཞི་བཟོ་རོགས་དེ་འདྲས། དུས་ཚོད་ནང་ལ་ལས་ཀ་བྱེད་མཁན་ཚང་མ་དཔེ་མཛོད་ཁང་ནས་ཐོན་དུས། ང་ཚོ་གི་ཡི་གེ་ནང་ལ་བརྒྱབ་གི་ཡོད་རེད་ལོ་འདི་ནས་འདིའི་བར་དུ་ཨ་ནི་ཁོར་ཡུག་སྲུང་སྐྱོབ་ལ་ལས་ཀ་བྱེད་གི་རེད་བྱས་ཡོད་རེད་ཟེར་ལབ་དུས། ཨ་ཁོ་ཕྱི་ལོག་ལ་མི་ཕན་གི་འདུག་བ། དུས་ཚང་མ། ནམ་གྱི་སློབ་གྲྭ་ཁག་ཡིན་ན Extra། Curricular Activities ཞེས་དེ་འདྲ་ཡོད་རེད་དེ་ཚོ་དཔེ་ཕན་གྱི་རེད་དེ་དང་དེ་ལ་སོགས་པ་དག་དེ་འདྲས་ང་ཚོ་ད་ལྟ་འདི་བདེ་འཇགས་ཀྱི Welfare Officer ང་ཚོ་དེ་བཙུགས་ནས་ཕན་ཐོགས་ཞེ་བོ་བྱུང་སོང་ཨ། འོ་དེ་འདྲས་བཟོ་རོགས་དེ་ཚོ་ལྟ་དོན་དག་གི་སྙིང་པོ་ག་རེ་བྱེད་དགོས་རེད་ཟེར་ན། སྤྱི་ཚོགས་ལ་ཕན་ཡས་ཀྱི་ལས་ཀ་དེ་ཚོ་དངོས་སུ་སོ་སོའི་སྐབས་སུ་བབས་པའི་ལས་འགན་བྱེད་ཡས་ཀྱི་ཆ་ནས་ཡིན་ན་རེད། ཟུར་དུ་སོ་སོའི་ལྷག་བསམ་གྱི་ཐོག་ནས་བྱེད་ཀྱི་ཡོད་ན་རེད། ད་སྐུ་མདུན་གྱི་དགོངས་གཞི་གཙོ་བོ་དེ། ཞེས་སེམས་ཅན་དང་ཉམ་ཐག་རྐྱང་རྐྱང་རེ་བ་དྲང་པོ་བཤད་ན། སྡུག་བསྟན་གཙང་མ་ཁ་ཤས་བོར་ཆུ་ཚ་བོ་རེ་གཅིག་ཁ་ཤས་ཅིག་ཚིག་མདོག་ཧོབ་རེ་གཅིག་འདྲ་མི་འདྲ་གཅིག་ཧོབ་སྟེ་དུས་གཅིག་ཡག་ཨོ་སི་ཡོད་རེད་དེ་ད་རྒྱ་ཆོ་གའི་སངས་རྒྱས་སུ་གསུང་བ་ནང་བཞིན། ཐོན་མིའི་སྐྱག་རྫུན་ཕོ་མོ་སུ་འདྲ་ལ་བལྟས་ཀྱང་ཆ་ལུགས་རྣམ་འགྱུར་ཕོ་གྲུབ་ཆེ་ཆུང་ཙམ་མ་གཏོགས་སྡུག་གི་མི་ཚེ་སྐྱེལ་བ་སྙམ་སྙམ་དུ་འདུག་པའི་སྐལ་མཉམ་གྲོགས་མཆེད་རྣམས་ཀྱི་སྣང་ཚུལ་འདི་སྐྱོ་བ་ཞིག་སྟེ་བསམ་བློ་ག་ཚད་བཏང་ན་གཅིག་པ་གཅིག་རྐྱང་སྙིང་རྗེ་དང་རེ་བ་ཅིག་བྱེད་བདེ་སྐྱིད་ཐོབ་ལས་འདྲ་མི་འདྲ་བྱེད་ཀྱི་ཡོད་རེད་དེ། ཞེ་དྲག་ཞེ་དྲག་བག་ཚ་བློ་ས་མི་འདུག། བྱས་དུས་ད་དེ་འདྲས་རེད་དེ་འདྲས་ཡིན་དུས་ད་ཁོ་གསོན་པའི་རིང་དེ་ལ་ཉི་མ་གཅིག་ལས་མེད་ན་མི་ལ་ཁ་ཕན་ཚིག་གྲོགས་བྱེད་རོགས་པ་བྱེད་ཞེས་ལྷག་པར་དུ་ང་རང་ཚོ་བོད་པའི་གནས་སྟངས་ཉམས་ཚ་པོ་ཞེ་བོ་ཀྱི་སྐབས་ལ་ཨེ་ནི་སོ་སོའི་ཕྱོགས་དང་རིག་གཞུང་སྲུང་སྐྱོབ་བྱེད། ཁ་སང་གི་ཉི་མ་གཉིས་ས་ཆའི་ཤེས་རིག་ལྷན་ཚོགས་ཤེས་རིག་ལས་ཁུངས་ཀྱིས་བོད་པའི་ན་གཞོན་ཚོའི་གི་ཤེས་ཡོན་གོང་འཕེལ་དང་ཡང་ཚོགས་འདུ་གཅིག་ཉི་མ་གཉིས་ཕྱིན་པ་ཡིན། དེའི་གོང་ལ་དགའ་ལྡན་ཕོ་བྲང་གི་དང་ཐོག་རྒྱལ་བ་རིན་པོ་ཆེ་མཁན་པ་འགའི་རྡོ་རྗེ་གདན་ལ། སློབ་གཉེར་ཁང་ཅིག་བཙུགས་གནང་གི་ཡོར་བ། དེའི་གི་ཡ་ནི། སློབ་བཞི་དང་སྐྱེ་ཁའི་འོས་སྦྱོང་སྦྱོང་བརྡར་འབྲེལ་ཡོད་དང་དུས་ཚོད་སྐོར་ལ་ཡང་ཉི་མ་གཉིས་གཅིག་ཚུགས་འདུག་བྱས་ཡོད་མ་ད་དུས་ཚང་མ་ང་ཚོ་སྐུ་མདུན་གི་དམིགས་ཡུལ་དུས་ཚོད་ཚང་མ་ག་རེ་ཟེར་ན། བོད་པའི་སློབ་གྲྭ་ཡིན་ན་རེ་ད་ག་རེ་ཡིན་ན། དེའི་ནང་ལོགས་ལ། ལས་ཀ་བྱས་ནས་གཞན་ལ་ཕན་ཡོན་གི་བསམ་བློ་ཅིག་ཤེས་ད་ཡོད་ན་མེད་ན་དེ་རེད་ད་གུས་ཀྱོག་བཏང་མཁན་དེ། ཀུན་སློང་དེ་འདྲས་ཀྱི་ཐོག་ནས་ལས་ཀ་བྱས་ན། ཨོ་ད་རང་སྐྱིད་པ་གཞན་སྐྱིད་པ། བྱས་ཙང་སྐུ་མདུན་གྱི་མཛད་རྣམ་འདི་དེ་རིང་ང་ཚོའི་དུས་ཚོད་ཁོ་ན་ཡོད་མ་རེད་ཤེས་ཀི། ཡིན་ན་ངའི་རྣམ་པ་ཚོར་ཞུ་ཡས་ཀྱི་གར་ཞུ་ཉེར་སྤྲོད་སོང་ན། དེ་བཞིན་གཤེགས་པ་སྟོན་པ་དེ་ཁྱེད་ཅག་རྣམས་ཀྱིས་བྱ་དགོས་སོ་ཟེར་ཞོར་དཔེ་ཆ་གནང་ལ། སངས་རྒྱས་བཅོམ་ལྡན་འདས་རང་གིས་གསུངས་ཏེ། དེ་བཞིན་གཤེགས་པ་སངས་རྒྱས་ཁོ་རང་སྟོན་པ་རེད་ཟེར་མར་ཏིས་ཅིང་ཏེ་ནས་ལམ་ཁ་བསྟན་མཁན་དེ་རེད། ལས་ཀ་ཁྱེད་རང་ཚོས་བྱེད་དགོས་རེད། ཁྱེད་ཅག་རྣམས་ཀྱིས་བྱ་དགོས་ཟེར། ངས་ནི་ཁྱོད་ལ་ཐར་པའི་ལམ་བསྟན་གྱི་ཐར་བ་རང་ལ་རང་ལས་ཤེས་པར་བྱེད་ཟེར་གསུངས་པ་ལྟར་དེ་འདྲའི་མང་པོ་ཡོད་དེ་བཞིན་དུ་སངས་རྒྱས་རྒྱལ་བ་རིན་པོ་ཆེ་མཁན་བཏགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་ཁྲིད་ལན་གཅིག་པ་གཅིག་ཀྱང་གནང་བྱས་ནས་དཔེར་ན། སྤྱི་དང་མཛད་རྣམ་མང་པོ་ཁྱེད་རང་ཚོས་ཀློག་ཡས་ཡོད་རེད་ངས་བཤད་ཐུབ་ཀྱི་མ་རེད་དེ་ང་རང་རང་གིས་ད་བསམ་བློ་འཁོར་བསྡད་པ་དང་མཐོང་ཚུལ་ཆ་ཞག་བས་ན། བསང་ཆུ་བཅོམ་ལྡན་འདས་ཀྱི་ཞལ་བཞུགས་པའི་སྐབས་ལ་མོ་དགྲ་དང་གནམ་གྲུ་འདྲ་མི་འདྲ་ཡོད་མ་རེད་དེ་ཡིན་ན་ཡང་དཔེ་དེ་ཞབས་དང་ཁོ་རང་དགེ་འདུན་པ་མཉམ་དུ་ཕེབས་ནས་ད་དཔེ་དེ་རྒྱ་གར་གྱི་ས་ཆ་མང་པོ་གཙོ་བོ་བྱང་ཕྱོགས་ཀྱི་རྒྱ་གར་ས་ཆ་མང་པོ་གཅིག་ལ་ཞབས་དང་ཕེབས་ནས་ཆོས་ཀྱི་འཁོར་ལོ་བསྐོར་ནས་ཕན་ཐོགས་མཛད་འཕྲིན་ཞིབ་ཅིག་བསྐྱངས་འདུག་བ། དེ་དང་མཐུན་པར་སྐྱབས་མགོན་རིན་པོ་ཆེ་གིས་འཛམ་བུ་གླིང་གང་ས་ཅི་གང་སར་སྤེལ་པའི་གང་ས་གང་དེ་ལ་ཞབས་བཅགས་ནས་ཆོས་ཀྱི་འཁོར་ལོ་བསྐོར་ནས། ད་དཔེ་དེ་ཅིག་འཛམ་བུ་གླིང་གི་སྟབས་མི་སྣ་འདྲ་མི་འདྲ། ཆོས་ཁས་ལེན་མཁན་མི་ལེན་མཁན་ཆོས་ལ་ངོ་ལོག་རྒྱབ་མཁན་ཡིན་ན་ཡང་སྐུ་མདུན་གསུང་འདུག་ཟེར་དོ་སྣང་བྱས་བྱས་ནས་ད་མི་ས་ཡ་མང་པོ་ཅིག་སེམས་ལ་ཞི་བདེ་ཐོབ་པ་དང་ཞོར་ལ་ང་རང་སོགས་ཀྱི་སངས་རྒྱས་བསྟན་པ་རྒྱས་ཡོལ་དང་བོད་པའི་རྩ་དོན་ལ་ཕན་ཡོན་གྱི་རླབས་ཆེན་ཞི་བ་ཅིག་གནང་ནས་ད་མདོར་བསྡུས་ན་འདི་འདྲ་གནང་འགྲོ་བ་ད་ངས་དེ་བཤད་ནས་ཤེས་ཐུབ་ཡས་གང་རང་ཡོད་མ་རེད། ཇི་ལྟར་བར་སྣང་བྱ་རྒྱལ་ཁྱེད་རྣམས་ཀྱིས། བརྗོད་པར་ནུས་མ་ཡིན། ལག་ན་ཞེས་བཀོད། བྱ་ནམ་མཁའ་ལ་ཕེབས་ནས་འདི། ལམ་ཀ་འདི་འདི་རེད། བསྟན་ཐུབ་ཀྱི་མ་རེད། འདི་ནང་བཞིན་སངས་བཅོམ་ལྡན་འདས་རྒྱལ་བ་རིན་པོ་ཆེན་གྱིས་འདི། རྣམ་ཐར་འདི་དེ་ང་ཚོས་བསྟན་ཐུབ་ཡས་ཁོ་རང་ཡོད་མ་རེད། རེད་དེ་དོན་དག་སྙིང་པོ་དེ་དག་འདུག་ཟེར་ནས་ཨ་ནི། གར་སོ་བོར། གཞན་ཕན་རྒྱ་ཆེན་པོ་ཞི་བ་གཅིག་འགྲུབ། ཨ་ནི་སངས་རྒྱས་བསྟན་པ་འཛིན་ཚུལ་ཕྱག་བཞག་པ་ཡིན་ན་ད། སྐྱབས་མགོན་རིན་པོ་ཆེ་རང་གི་དགེ་ཚུལ་དགེ་སློང་སྒྲུབ་ཕྱོགས་ཁྲིད་མང་པོ་རེད་ད།

རིག་གཞུང་དང་སྐད་ཡིག་ཞེས་བཞག་པའི་རིག་གཞུང་དེའི་ཐོག་ལ་སྨན་ལྷག་པར་དུ་བོད་པའི་ཆོས་དང་སྨན་ནི་འདི་གཉིས་རྩ་ཆེན་པོ་རེད། གསུམ་བཞི་ནི་དང། ཆོས་དང་སྨན་གཉིས་ཀ་ཐོག་ལ་དང། བཀའ་ཟུར་རེད་སྐུ་མདུན་བཀའ་གནང་བ་ལ་བརྟེན་ནས་སློབ་གཉེར་ཁང་མང་པོ་བཙུགས་ཡོད་རེད།

ད་གཞན་དག་མ་བྱུང་ན་སྐྱབས་མགོན་རིན་པོ་ཆེན་གྱི་རྣམ་ཐར་དང་མཛད་འཕྲིན་དེ་ཚོ་ཡིན་གཅིག་མིན་གཅིག་ལྷག་པར་དུ་དཔེ་མཛོད་ཁང་གི་ད་སོ་སོ་རང་གི་དེབ་དཔར་བརྒྱབ་ནས་དེ་རེ་བ། དེབ་དེ་ཚོ་དབུས་སྤྲད་མི་དགོས་མཁན་དེ་ཚོ་ཚང་མ་ལམ་སང་བཀྲམ་གྱི་ཡོད་ད་ངས་ཚང་མ་ལ། ངོ་མ་ང་སྐུ་གེ་ཡིག་ཚང་དེ་དུས་དེབ་དཔར་སྐྲུན་བྱེད་ཀྱི་ལས་འགན་ཅིག་ང་ལ་རག་རེད་དེ་དུས་ངས་ད་ག་རང་བྱེད་ཀྱི་ཡོད།

སྔོན་མ་དཔེར་ན་ད་རྣམ་རྒྱལ་གྲྭ་ཚང་རེད་དེ་ནང་བཞིན་གྱི་དགོན་པ་མང་པོ་ཅིག་ལ་སྔོན་མ་རིགས་ལམ་བལྟ་ཡས་ཀྱི་ལུགས་སྲོལ་མེད་མཁན་དེ་ཚོའི་ནང་ལ་རིགས་ལམ་བལྟ་ཡས་དེ་ཚོ་བཟོས། དཔེ་མཚོན་དཔེ་མཚོན་དཔེ་མཚོན་འགྲེལ་བརྗོད་ཞུས་པ་ཡིན་ན་དེ་འདྲས་ཀྱི་བཞི་པོ་གནང་ཡོད་རེད། འོ་དེ་འདྲས་རེད། བྱས་ཙང་དེའི་ནང་ད་ནང་ང་ཚོ་དེབ་སྟོན་རྒྱུ་དེ་ཚོ་ཐུན་མོང་གི་མཛད་པ་དང་ཐུན་མོང་མ་ཡིན་པའི་མཛད་པ་གཉིས་ཀ་ཡོད་རེད་ཐུན་མོང་མ་ཡིན་པའི་མཛད་པ་ཅིག་བལྟ་ཡོང་དུས། ཧང་སང་ཡ་རེད་བ། དེ་ཚོ་ང་དེ་རིང་ཞེ་སྡང་ང་མང་པོ་བཤད་དགོས་ཡོད་མི་འདུག་ཐུན་མོང་མ་ཡིན་པའི་མཛད་རྣམ་ང་རང་རང་གི་མཐོང་ཕྱོགས་གཅིག་གཉིས་ཅིག་ཞུས་ན་བསམས། གཅིག་ང་ཚོ་ཕ་གི། ད་ལྟ་གར་ཤག་གི་ས་ཆ་ལྗིད་སྤར་ལ་དུས་འགོར་དབང་ཆེན་གནང་དུས་རེད། དུས་འགོར་དབང་ཆེན་གནང་དུས་སྒྲུབ་ཞག་གནང་དགོས་རེད་བ་ཆ་ཆེན་དུས་འགོར་སྒྲུབ་ཞག་གནང་དགོས་རེད། ད་སྐུ་མདུན་བཞུགས་ས་གཅིག་བརྒྱབ་ཡོད་རེད་དུས་འགོར་ལྷ་ཁང་གཅིག་བརྒྱབ་ཡོད་རེད། ཨེ་ནི་ཉི་མ་གཅིག་སྒྲུབ་ཞག་གནང་ཟེར་བའི་རྗེས་ལ་སྐུ་མདུན་གཟིམ་ཤག་ལ་ཡར་ཕེབས་ཀྱི་ཡོད་རེད། ང་ཚོ་ཆིབས་རྒྱབ་ལ་ཡོད་རེད་ཅེས་བསྟོད། ཨ་ནེ་སྐྱབས་མགོན་རིན་པོ་ཆེས་མར་ཅིག་གཟིགས་ནས། ཕ་གིའི་རྡོ་ཟུར་གསུམ་དེ་ཡར་འཁེལ་ཞིག་དང་གསུངས་སོ། རྡོ་ཟུར་གསུམ་ཅིག་ཡོད་རེད་ཅུང་མ་ཕྱི་རང་བཟོས་ཇི་སྤར་ལ་ཕེབས་ན། དེ་དུས་མགོ་ལྷ་ཁང་ན་བཞག་བཞིན་ཡོད་རེད། རྡོ་ཟུར་གསུམ་དེ་ཡར་འཁེལ་ཞིག་དང་གསུངས་སོ། ཨ་ནེ་ཡར་འཁེལ་ཡོང་ནས་སྐུ་མདུན་གཟིམ་ཆུང་དེ་ཐོག་རྩ་ཁ་ཤས་སྒང་ལ་ཡོད་རེད། དེ་གཟིམ་ཆུང་སྦུག་ལ་བསྣམས་མ་སོང་མགོ་འདྲ་དེ་བཞག། ཨ་ནེ། དཔལ་འབྱོར་ཁ་བཏགས་ཀྱི་ཁེ་ཤུལ་དུ་སོང་ནས་སྐུ་ཞབས་དཔལ་འབྱོར་ལ་ཁ་བཏགས་ཁེ་ཤུལ་ལབ་ནས་མཇལ་དར་གྱི་མར་ནང་རྡོ་སོལ་བཙུགས་འདུག་ལ་མཇལ་དར་གཅིག་གཡོགས་སོང། ད་ང་ཚོ་སིལ་ཁང་ག་རེ་ཡིན་མིན་ཤེས་ཀྱི་ཡོད་མ་རེད། དེའི་སྐབས་ལ་དུས་འཁོར་ལྷ་ཁང་དང་སྐུ་མདུན་གཟིམ་ཆུང་ཚང་མ་ཤིང་མཁན་རྒན་འཁེལ་མཁན་དེ་ལ་དྭགས་ཀྱི་མཆོད་འབུལ་བཟོ་པ་ལ་རེད། མཆོད་འདུལ་བཟོ་མཆོད་འབུལ་བཟོ་པ་ལ་ལམ་སང་དེ་འདྲེས་པ་ཅིག་བྱེད་ཐུབ། ཁོ་དགར་ཟེར་ཨ་ཨ་ད་དེ་མ་འདྲ་ཅིག་རྡོ་དེ་ད་མ་འདྲ་ཅིག་ཡིན་ས་རེད། སྔོན་མ་ང་དུས་འཁོར་ལྷ་ཁང་གཙོ་བོ་ཤིང་འདུལ། ད་དམངས་རྡོ་སྒོ་ར་བ་མང་པོ་དེའི་སྐབས་ལ་རྡོ་ཟུར་གསུམ་དེ་ཡོད་སྲིད་དུས། ད་དེ་བཅག་ནས་ཕ། རྩིག་རྨང་ལ་ཕ་རྟིང་གཡས་དྲེག་ལ་བཞག་དགོས་བསམ་དུས། ཐུ་གུ་ཟུར་གསུམ་ཡིན་དུས་ཏག་ཏག་འགྲོ་གི་མ་ར་བ། ཨེ་ནི་ཐོ་བ་འདུག་གས་ཟེར་དུས་ཐོ་བ་རྙེད་མ་སོང། ད་མི་སི་རི་དེ་ལ། ད་དེ་དེ་རིང་བཟོ་དུ་མ་སོང་སང་ཉིན་ཐོ་བ་ཁེ་ཤོག་ཨ། བཟོ་ཡིན་ལབ་དུས་ཡང་སང་ཉིན་དེ་མི་སི་རི་ཡོང་དུས། ཐོ་བ་ཁེ་ཡོད་པས་ཟེར་དུས། ངས་རྗེས་སོང་ལབ་ནས་ཁོ་ཁེ་ཡས་མི་འདུག། དུག་བཙུགས་བྱས་ནས་ལས་སུ་ཟེགས་འདུག་བ་ད་ཡམ་ཟེགས་དེ་འདྲ་ཡོད་རེད།

ང་རང་འདི་པད་དུ་ལངས་ཐུབ་ཀྱི་ཡོད་མ་རེད། འཁོར་ལོ་སྒང་ལ་ཡར་མར་འགྲོ་དགོས་ཀྱི་ཡོད་རེད་དེ་སྐྱབས་མགོན་རིན་པོ་ཆེ་དེ་འུ་ཐུག་གནང་ཅེས་ཐུགས་སྨོན་གནང་བ་ལ་བརྟེན་ནས་རྦད་དེ་དྲག་སོང་ཟེར་གྱིས་འཁོར་ལོ་དེ་ཕར་བཞག་བྱས་ནས་ཉམས་བྱས་ནས་ལངས་ཏེ་ཞེས་ཟུར་གཅིག་ལ་མིག་མཐོང་ལག་ཟིན་དང་དེ་འདྲའི་མང་པོ་ཡོད་ང་རང་རང་གིས་མཐོང་ཆོས་དང་མང་པོ་དང་ཐང་མ་གཅིག་ང་ཚོ་འདི་རེད་ད་ད་ར་ཤི་ཡ་གི་ད་ད་ད་ཐུ་བ་དང་ཁལ་མུག་དང་འདི་བ་གཅིག་ཕེབས་དུས་རེད།

དེ་དེ་ནས་རིང་བས་མ་བསྐྱངས་ཀྱང་གོ་ཡོང་གི་འདུག་ཁྱེད་རང་ང་རང་ཨམ་ཅོག་འཁྲུལ་ཡོད་ན་ག་རེ་ཡིན། གསུང་གི་འདུག། ཐག་རང་རེད་ས་ཆ་འདི་ཚོ་ལ་བསྐྱུར་ནས་དེར་ལོ་མང་པོ་མི་ཚེའི་ཁྲག་སྦྱོར་ཤུགས་ཆེན་པོ་བྱས་ནས་བསྟན་པ་ཉམས་ཏེ། འདི་ཚོ་ཚང་མ་སྐུ་མདུན་ཕེབས་ནས་བསྟན་པ་སྲོལ་རོལ་བ། དེ་ཚོའི་གཟུ་མིང་དཔེ་མཚོན་འགྲེལ་གྱིས་ཞུས་པ་ཡིན་ན། སྐུ་མདུན་ཐེངས་དང་པོ་ཕེབས་པའི་སྐབས་ལ་ང་ཆིབས་ཞབས་ཡོད་ཐེངས་དང་པོ་དེ་ཡིན་ནམ་མིན་ན་གཅིག་ཕེབས་པའི་སྐབས་ལ་དུས་དུས་དམར་ཤོག་རེད་དམར་ཤོག་བརྗེ་པོ་ཐེབས་ཡོད་མ་རེད། དེ་མཇུག་མ་མཇུག་མ་ནི་རྦད་དེ་རྒྱལ་པོ་དེ་བྱས་ནས་ད་བས་ཁལ་མུག་ད་ཐུ་བ་བུ་རི་ཡ་རྡུལ་ཚང་བ་ན་ལ་ད་དགོན་པ་ཁོ་རང་ད་མང་པོ་བས་ན་ཁལ་མུག་ཡིན་ན་ཡུ་རི་ཡུ་རོབ་ནང་ནས་དགོན་པ་ཆེ་ཤོས་དེ་རྒྱབ་ཟེར་ད་དགོན་པ་ཆུང་ཆུང་མང་པོ་ཡོད་རྡུལ་ཚང་བ་སྐུ་མདུན་ཕེབས་ནས་དེ་ལ་བརྟེན་ནས་བྱུང་ཆོག་རེད་ད་ག་ན་ཤེས་ང་ཚོས་དེ་ཧི་མ་ལན་རི་ས་ཁུལ་གཅིག་ད་ད། སྙིང་རྗེ་ཆོས་འཕེལ་སོ་བ་གིས་དུ་བ་དུས་འགོང་བ་ཅན་དང་དེ་འདྲའི་གྲ་སྒྲིག་བྱས་དུས་ང་ཚོ་འགྲོ་དུས།

ཁུ་ནུ་བ་འདི་ཚོ་དོན་དགུ་འདི་བདེན་ཞུགས་ཕུལ་སོང་ཨ། བྱས་ཙང་འདི་ཚོ་བསམ་གྱིས་མི་ཁྱབ་པ་ད་ཆོས་ཕྱོགས་བསམ་བློ་བཏང་ན། ད་སྲིད་ཕྱོགས་རབ་ཀྱི་བསམ་བློ་བཏང་བ་ཡིན་ན་རྒྱ་གར་ལ་བཀའ་དྲིན་ཆེན་པོ་ཞུ་ཅེས་དུགས་སུ་གནང་ནས་ད་རྒྱ་གར་གྱི་ས་མཚམས་འདི་སྲུང་སྐྱོབ་བྱེད་ཐུབ་རེད་ད་དྲང་པོ་བཤད་ན། ཐུགས་སྨོན་གནང་དུས་ཡར་སྔོན་མ་རོ་ཐང་ལགས་ལ་སྐྱབས་མགོན་རིན་པོ་ཆེ་བསྒྱུར་གནང་དུས། དགུང་ལོ་གང་ལ་གང་འཚམ་ཞོན་པ་ཡིན་པའི་སྐབས་ལ། ཨ་ནི་རོ་ཐང་ལ་ཕྱོགས་ལ། ཞལ་གཟིགས་ནས་ཕེབས་ཀྱི་རེད། འགྲོ་སྟངས་ལ་ཟེར་བོད་ཕྱོགས་ལ་ཤས་ཟིག་ནི་ཐུགས་ངོས་ནང་ཕེབས་འདི་འདྲ་ཅིག་རེད། ཨ་ནི་སྐུ་མདུན་འཁྲུངས་ས་དེ་རྒྱ་ནག་དང་བོད་ཀྱི་ས་མཚམས་རང་ལ་འཁྲུངས་རོགས་བ། དེ་ཚང་བ་རྩིས་ཅིག་བརྒྱབ་ན། བཞི་བོ་ཅིག་རྩིས་བརྒྱབ་ཡས་ཡོད་དེ་ངས་བྱས། དེ་རྩིས་མ་བརྒྱབ་ན་སྤྱི་བཏང་རེད་ཅིག་རེད་བསམ་ར་ཅིག་དེ་འདྲ་རེད་འདུག་བ། འོ་དེ་འདྲ་ཅིག་རེད་ཨ་ནི་ང་ཚོ་བོད་པའི་བོད་པའི་བོད་ཕྲུག་གི་ཤེས་ཡོན་ལ་ཆ་བཞག་པ་ཡིན་ན་དཔེ་དེ་སྐྱབས་མགོན་རིན་པོ་ཆེན་གྱི་དང་པོ་ཁོ་རང་ནས་དཔེ་དེ། ཨ། དཔའ་འདྲེ་འདྲེ་དྲུག་ལ་ང་ཚོ་བོད་པའི་སྤུ་གུ་ཚོ་ལ། སློབ་གྲྭ་ཟུར་དུ་སོ་སོ་ཆོས་དང་རིག་གཞུང་ཡག་པོ་འཛིན་ཐུབ་པའི་ཆེད་དུ་སློབ་གྲྭ་ཟུར་དུ་བཙུགས་ཡོད་དེ་ཕྱིར་འབྱེད་རོགས་ཅེས་གསུངས་ནས། ད་དེ་ལ་བརྟེན་ནས་ད་ལྟ་ང་ཚོ་གང་ལ་གང་འཚམ་ཞིག་ཨོ་སི་ཡོད་དེ་བ་དེ་དེ་འདྲ་བྱས་ནས་ཆགས་རུང་བ། དེ་དོན་ནས་ལས་སླ་བཅོས་བྱས་ནས་རྒྱ་གར་སློབ་གྲྭ་ནང་བཏང་བཞག་ཡིན་ན། ཁོ། རྒྱ་བཟོའི་ནང་གི་ཐིགས་པ་ཟེར་རུང་ང་ཚོ་གཅིག་གིས་མཐོང་ཡས་མེད་པ་ཆགས་འགྲོ་གི་རུང་བ། ཞི་བ་གཅིག་གི་ཧང་སང་ཡིན་རེད། ད་དེ་དུས་དུས་ཕྱིས་སུ་ད་བོད་པའི་སློབ་གྲྭ་ནང་ལ་རྒྱ་གར་རན་ཚུལ་དེ་གིན་ཧི་མ་ལ་ཡན་རན་རྒྱུད་དེ་ཚོ་འཛུལ་ནས་ད་དེ་ཚོ་ཚང་མ་ལ་ང་ཚོ་བོད་པ་ཚོས་ལྟ་རྟོག་བྱས་ནས་ཆོས་དང་རིག་གཞུང་སྤེལ་ཐུབ་ཡོད་དེ་འདྲའི་ལས་ཀ་བྱེད་ཀྱི་ཡོད་རེད་པ། དེ་འདྲས་བྱེད་དུས་དེ་འདྲས་ཀྱི་ད་ཅིག་ང་དེ་དུས་ཚོད་མང་པོ་མེད་ཚ་ཧོབ་སོབ་ཤི་བ་ཡིན་ན་དེས་ན་ད་ངས་དུས་ཚོད་མང་པོ་བཀག་མི་དགོས་ཀྱི་ད་མང་ཆ་ཁྱེད་རང་ཚོས་མཁྱེན་མཁྱེན་པ་རེད། འཛམ་བུ་གླིང་གི་ཞི་བདེའི་གཟེངས་རྟགས་ཕུལ་ཡོད་ལ་སོགས་བ་དེ་ནས་ཨ་མི་རི་ཀ་གཞུང་གིས Congressional Gold Medal ཕུལ་ཡོད་ལ་སོགས་བ་ད། ཅིག། སྐྱབས་མགོན་རིན་པོ་ཆེ་ལ་ཡར་གཟིགས་མདའ་ཕུལ་བཞག་ན་བརྒྱ་ཕྲག་ཁ་ཤས་བྱུང་ཡོད་རེད། ད་ད་ནང་བཞིན་ཕྱག་དེབ་འདི་ཆགས་བཞག་པ་ནི་བརྒྱ་ཕྲག་ཁ་ཤས་བྱུང་ཡོད་རེད། དེའི་ནང་ནས་དེབ་མང་པོ་ཅིག་ཀུན་ཏུ་སྐྱབས་མགོན་རིན་པོ་ཆེ་རང་གིས་ད་ཅིག་ལྗགས་རྩོམ་གནང་བཞག་རྒྱུ་དེ་འདྲ་རེད། ནས་ང་ཚོ་དཔེ་མཛོད་ཁང་ལ་ཕྱག་བཞག་བས་ན་དེ་ཚོ་དང་པོ་ནས་དོ་སྣང་བྱས་ནས་དེ་ད་ལྟ་ཆོས་ལུགས་མཐུན་སྒྲིལ་སྐོར་གྱི་དེབ་དེ་ང་ཚོ་བསྒྱུར་ནས་ང་ཚོ་པར་བརྒྱབ་རེད། ཨེ་ནས་བཟང་སྤྱོད་དཔེ་ཡས་སྐོར་གྱི Beyond Religion ཆོས་ལུགས་ཀྱི་མཚམས་ལས་འདས་པ་ཞེས་དེ་ཚོ་བརྒྱབ་རེད། བྱས་ཙང་ང་ཚོ་གིས་དེ་ཚོ་ཡང་དཔེ་མཛོད་ཁང་གིས་ཐུགས་སྣང་མ་བྱས་པ་དེ་འདྲས་མ་རེད་ད་དེ་ང་ཚོ་བྱེད་ཀྱི་གོ་སྐབས་བྱུང་ཡོད་རེད། ད་མ་འོངས་པ་ལ་ཡིན་ནའི་ངས་ད་ལྟ་དཔེ་མཛོད་ཁང་རང་གིས་བྱེད་ཐུབ་ཀྱི་ཡོད་ན་མེད་ན་ག་རེ་ཡིན་ན་གཞན་དག་སུ་ལ་ཡིན་ན་ངས་གཅིག་ཞུ་ཉེས་སྤྲོས་སོ།

ད་དེ་བལྟས་ནས་ངས་འདིར་བསམ་བློ་འཁོར་བར་སྤྱིར་བཏང་སྐུ་མདུན་སྐོར་ལ་ད་ཆགས་བསྡད་མང་པོ་བཏོན་ཡོད་རེད་ངས་ཆ་ཚང་ཀློག་ཡོད་མ་རེད། ཆ་ཚང་བ་ཡག་པོ་ཡོད་ཀྱི་རེད་དེ་ཡིན་ན་གལ་ཆེ་ཤོས་གཅིག་ལ། ང་ཚོས་ད་ལྟ་དཔེ་མཛོད་ཁང་གིས་འདི་ཅིག་བཏོན་ཡིན་པ། བོད་བོད་ཀྱི་ལོ་ཚིགས་སྐོར་ལ་ཐུང་ཐུང་གཅིག་དང་དེབ་ཅིག་ཅིག་གཉིས་བཏོན་ཡིན་པ། དེ་ནང་བཞིན་སྔོན་མ་ངས་བསམ་བློ་གནང་ལ་ཡོད་རེད་སྐྱབས་མགོན་རིན་པོ་ཆེ་མཁན་དེ་མཛད་རྗེས་དེ། སྒོ་གཅིག་དང་གཉིས་ཀྱི་འགྲེལ་བཤད་རྒྱག་ཡ་དེ་ཐེངས་མང་པོ་ཡོང་གི་རེད་དེ་གང་ལྟར་དགུང་ལོ་ཆུང་ཆུང་ནས་བྱས་ན་ད་ལྟ་བར་དུ་གནད་འགག་ཆེ་ཆེ་ཆེ་འདུག་ཚུལ་འགྲེལ་བཤད་ཡག་པོ་གསལ་བོ་དུས་ཚོད་ཐུང་ཐུང་ནང་ལ་ཤེས་ཐུབ་ཡས་དེ་འདྲ་ཅིག་མ་ནོར་བ་ཅིག་བསྒྲིག་ཐུབ་ཡས་གལ་ཆེན་པོ་ཡིན་ས་རེད་སེམས་གི་འདུག་དེ་མེད་ན་འདི་འདྲའི་མང་པོ་ཆོག་ཤེས་ཆེ་གི་འདུག་བ་ད་ང་ཚོ་བོད་པ་གཅིག་པུ་མ་ཡིན་པར་ང་ཚོ་བོད་པ་ཚོགས་སྡེ་ག་བ་ཡིན་ན་དེ་དུས་ཚོད་ཚང་མར་གྱི་ལྕམ་སྐུར་འོས་ཆེན་མཛད་པ་རྣམ་ཐར་འདི་ཡང་དག་པ་ཅིག་ད་ག་ནས་ཕོ་བྲང་རང་གི་ཡིག་ཚང་གི་དྲ་རྒྱ་ཐོག་ལ་ཡོད་རེད་ད་དེ་ནས་ལེན་གི་ཡོད་ན་ག་ནས་ལེན་གི་ཡོད་ན་དེ་ཚོ་ང་ཚོ་རྩ་ཆེན་པོ་བརྩིས་ནས་ཚང་མས་ཀྱི་ཁྱབ་སྤེལ་བྱེད་དགོས་ཡོད་ཆེ་དེ་མེད་ན་རྒྱ་མི་བས་དེ་ཤུགས་ཆེ་ཐག་ཆོད་ནས་ལོག་བཤད་རྐྱང་རྐྱང་བྱེད་ནས་དེ་མི་གཞན་དག་གི་དེ་རང་རེད་བསམ་ནས་འགྲོ་བསྡད་ཀྱི་རེད་བ། རྒྱ་མི་གིས་གསེར་འབུམ་དཀྲུགས་ནས་ཡང་སྲིད་ངོས་འཛིན་བྱས་ཏེ་ཞེ་བོ་གཅིག་བྱས་ཡིན་ཟེར་ལབ་རེད་དེ་རྒྱ་དབང་སྐུ་ཕྲེང་རིམ་བྱོན་ནང་ནས་སྐུ་ཕྲེང་བཅུ་གཅིག་བཅུ་གཅིག་པ་མ་གཏོགས་གཅིག་ག་བྱས་ཡོད་མ་རེད། ཐབས་ཤེས་ཞིབ་ཀྱིས་བྱེད་རེད་དེ་བོད་པ་ཚོས་ཀྱིས་བྱེད་ཀྱིན་ཡིན་བྱེད་ཀྱིན་ཡིན་ཟེར་ལབ་ནས་མ་བྱེད་རྒྱུ་ལག་བསྟར་མ་རྒྱག་རྒྱུ་དང་དེ་འདྲས་བྱས་ནས་ཡོད་མ་རེད་ད་ཡིན་ན་དེ་དེ་དེ་འདྲས་བྲིས་ཡོང་གི་འདུག་རྒྱ་གར་རིན་པོ་ཆེ་སྐུ་ཕྲེང་བཅུ་བཞི་པ་དེ་གསེར་འབུམ་དཀྲུགས་ནས་བྱས་རེད་ཟེར་རོ་དེ་འདྲས་ལོག་བཤད་མང་པོ་འདུག་དེ་དེ་འདྲས་བྱེད་དུས་དེ་ལ་བརྟེན་ནས་ང་ཚོ་སྐུ་མདུན་མཛད་རྣམ་དཀར་ཟེར་བ་རེད་ཅེས་གི། མཛད་རྗེས་ཆེ་ཆེ་དེ་ཚོ་རྟ་བདེ་བོ་ཅིག་ཐོག་ནས་དེབ་ཅིག་བཏོན་ཡོད་འདུག་ད་ང་ཚོ་སུས་བཏོན་ཐུབ་ཀྱི་ཡོད་ན་དགེ་བཤེས་ཆེན་པོ་ཞུ་ཐོངས་སུ། སྤྱིར་བཏང་བྱམས་སྙིང་རྗེ་དང་བྱང་ཆུབ་སེམས་དང་བརྩི་ཚུལ་གྱིས་ཤེས་རྒྱབ་ནས་གསུང་བཤད་ཆོག་གསུང་ཆོག་དུས་ཚོད་ག་འདི་ཁོ་རང་རང་གིས་སྟོན་གྱི་ཡོད་རེད་མང་པོ་སྟོན་ཡོད་རེད་དེ་དེ་འདྲས་ངས་གཟིགས་མེད། ཁོ། ཅིག། དེ་ཁ་སོ་རེད་ད། ད་ལྟ་ང་ཚོ་ལོ་ཚིགས་སྟོན་པ་ནང་བཞིན་དེ་འདྲས་ཅིག་སྟོན་ཐུབ་ན་ཡག་པོ་མེད་འགྲོ་བསམ་པ་འདྲ་ཞིག། ཨ་ནི་དེའི་སྒང་ལ་ད། ཅིག། འཛམ་བུ་གླིང་སྤྱི་ལ། ཕན་ཡོད་དོན་དག་ལ། སྐྱབས་མགོན་རིན་པོ་ཆེན་གྱིས་ང་ཚོ་ཚང་མ་མ་གྱུར་སེམས་ཅན་ཐམས་ཅད་དོན་དུ་ཟེར་ཞེས་པ་ཅིག་བཤད་ཀྱི་ཡོད་རེད། སེམས་ཅན་ཐམས་ཅད་དོན་དུ་བྱེད་དགོས་ཡོད་ན་ད་འདི་ཁར་ནས་གཞན་དོན་ཀྱང་བྱ། སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུན་དང་ལྡན་པར་ཤོག་འདི་གཅིག་པུ་ལ་མ་བལྟས་ཕྱིན་ནས་བལྟས་ཟིན་ལས་ཀ་བྱེད་དགོས་ས་རེད། ཟེར་ཏེ་ད། ཚོགས་པ་སྐྱིད་སྡུག་མང་པོ་ལ་ཕྱག་རོགས་གནང་ནས་རོགས་པ་བྱས་ཏེ་སུ་བྱས་ཡོད་རེད་ཤེས་ཡོན་གྱི་ད་མང་པོ་དེ་སྔའི་གཅིག་དང་གཉིས་དང་གྲངས་དགོངས་མི་འདུག་ད་དུས་ཕྱིས་སུ་ད་ད་ཡོངས་གྲགས། ཐུགས་རྗེའི་དམ་བཅའ་བཞེས་འདོད་སོ། འཛམ་བུ་གླིང་སྤྱི་ལ་ཕན་ཡང་ཆེད་དུ། ཁོ་འགྲོ་བ་མི་གཅིག་ཡིན་པའི་ཆ་ནས་ད་འདི་ཡང་རྣམ་པ་ཚོས་བལྟས་ཚེ་མང་པོ་མཁྱེན་གྱི་ཡོད་དེ་ངས་བལྟས་ཚེ་ཞུས་ན་བསམ་སོ་སྟེ། དགོངས་པ་བཞེས་ན་དཔེ་རྙིང་འཇོག་ཡོད། ཐུགས་རྗེའི་དམ་བཅའ་བཞེས་ན་དང་པོ་འགྲོ་བ་མིའི་ཡ་རབས་སྤྱོད་བཟང་དཔེའི་ཟས་སྦྱོར་བ། མི་ཡིན་པའི་ཆ་ནས་གསུང་སྐོར་དང། གཞན་དག་གས་ཟེར་སྐོར་ནི་མི་ཡིན་པའི་ཆ་ནས་མི་ཚང་མའི་དོན་དག་ལས་ལས་འགན་གཅིག་ཁེའི་སྐོར་རེད་ཟེར་སྐོར་རེད། ད་ཁེའི་གཙོ་བོ་དེ་ཡ་རབས་སྤྱོད་བཟང་གོང་སྤེལ་གཏང་ཡིན་ཏེ། རེད་བ། ད་དེའི་ཆ་ལ་ང་ཚོས་ཤེས་དགོས་ཡ་ཅི་ཁར་ཟེར་ན་ཡ་རབས་ཅོག་གསར་གོང་འཕེལ་བཏང་དུས་ཡིན་གཅིག་མིན་གཅིག་གིས་དེ། ཕྱི་རྒྱལ་རྐྱང་རྐྱང་སྦྱངས་ནས་ཚུར་གླན་འདེད་དགོས་ཡོད་ས་རེད་བ་དེ་འདྲ་མ་རེད། ང་རང་ཚོ་བོད་པའི་ནང་ལོགས་ལ་ཡང། བསྟན་བཅོས་མང་པོ་ཞིག་ཡོད་རེད་ད། འཇིག་རྟེན་མི་ཆོས་ཟེར་དང་འཇིག་རྟེན་མི་ཆོས་དང་དམ་པའི་ལྷ་ཆོས་གཉིས་དབྱེ་བ་ཕྱེས་ནས་འཇིག་རྟེན་མི་ཆོས་ཀྱི་དཔེ་ཆ་དཔེ་དེབ་ཁང་དེ་འདུག་བ། འོ་དེ་ཚོ་ང་ཚོ་བལྟས་སོ་སློབ་གཉེར་བྱས་ནས། ཅེས། དེང་དུས་འདིར་མཚོན་པའི་འདི་ཞེས་རྒྱབ་ཐོ་ཡས་ཆེ་གེ་ཅིག་དེ་གོ་འདུག་བསམ་གི་འདུག་ད་གཉིས་པ་དེ་ཀུན་ཏུ་ག་འདི་དགོངས་པ་ཞིག་གོ་ཟེར་ན། གཉིས་པ་དེ་སྐྱབས་མགོན་རིན་པོ་ཆེ་ཆོས་པ་རེད་བ། ནང་པ་རེད་བ་ཆོས་པ་རེད་བ་ཆོས་པ་ཡིན་དུས་ཆོས་པ་གཞན་དག་ཚང་མ་མཉམ་དུ་མཐུན་འབྲེལ་བྱས་གོ་འདུག། གང་ཡིན་ཟེར་ན་སོ་སོ་ཆོས་ག་རེ་ཡིན་ན་མིན་ན་ཆོས་ཀྱི་ལྟ་གྲུབ་ག་རེ་ཡིན་ན་མིན་ན་ལྟ་གྲུབ་མ་འདྲ་མ་འདྲ་ཡིན་གོ་རེད་བ་གཅིག་གི་དཀོན་མཆོག་ཁས་ལེན་པ་གཅིག་གི་དཀོན་མཆོག་ཁས་མི་ལེན་དེ་འདྲ་ཡིན་གོ་ལྟ་གྲུབ་ག་རེ་ཡིན་ན་མིན་ན་གཅིག་མེ་སྲེག་བྱེད་དུ་བཅུག་པ་རེད། ཚང་མ་ལ་ཕན་ཐོགས་ཆེད་བྱམས་སྙིང་རྗེ་དཔེ་འདི་གཅིག་པར་བྱས་ཙང་མེ་སྲེག་གཅིག་པ་ཡིན་པ་དེའི་སྒང་ལ་འགྲོ། འགྲོ་ནས་ལྟ་གྲུབ་དང་དེ་འདྲའི་སྒང་ལ་རྩད་བརྒྱབ་ནས་མ་བསྡད་བྱས་རྗེས་ཁ་ཡོད་ལག་ཡོད་ཀྱི་ཕན་པ་ཆེ་གེ་ཆེན་པོ་འདུག་ཟེར་ད་དོན་དག་གཏོ་བོ་ཅིག་འདི་ཟེར་དགོས་འདུག་བ། ད་གསུམ་པ་དེ། བོད་པ་ཅིག་ཡིན་པའི་ཆ་ནས་བོད་པའི་འགན་འཁྱེར་དགོས་རེད་ད་ང་རང་སོ་སོས་སྦྱར་ནས་བལྟ་དང་གིས་འདུག་མི་འདུག་གསལ་བོ་ཆགས་ཡོང་གི་རེད།

ཨེ་ནི་དུས་ཚོད་གཅིག་གར་སྟེང་འདུག་ཟེར་ན་སྐུ་མདུན་གྱི་གཟིགས་རྗེས་གཅིག་ག་རེད་ཟེར་ན་དུས་ཚོད། མིང་དང་གཏམ་དང་གོ་ས་ལ་འཁྲི་བ་མེད་པ་རང་དོན་འཁྲི་བ་མེད་པ་ཞིག་སྟེ། དཔེ་གནད་འགག་ཆེན་པོ་རེད་འཛམ་བུ་གླིང་དཔོན་པོ་ཁ་ཤས་ཅིག་ད་སྐྱག་སྟོན་སྐྱག་རྐྱང་ཤི་ཁྲི་སྟོན་མེ་མདའ་སྟོན་འབོམ་སྟོན། ད་མི་ཤི་ན་ཤི་སོ་སོ་མི་སེར་ཤི་ན་ཤི་ང་འདི་པའི་རྐུབ་བཀྱག་དེའང་བསྡད་དགོས་ཟིན་རྐྱང་རྐྱང་རེད་འདུག་ང་ཚོས་མཐོང་གི་འདུག་བ་སྟག་པ་རེད་ཞེས། ད་སྐྱབས་མགོན་རིན་པོ་ཆེ་ལ་བོད་པ་ཚང་མ་གིས་སྐུ་མདུན་ཐུགས་རྗེས་གཟིགས་མི་མཐུད་ནས། གནང་རོགས་གནང་གསུང་གི་ཡོད་མ་ཞུ་གི་ཡོད་རེད་དེ། སྐྱབས་མགོན་རིན་པོ་ཆེ་ད་ཁྱེད་རང་ཚོ་ང་ལ་ཡིད་ཆེས་བྱེད་པ་དེ་དཔེ་ཡག་པོ་རེད་དེ་ཡིན་ན་འདི་ཁུངས་འཁྱོལ་གི་མ་རེད་དེ་འདྲ་བྱས་ན་ཡག་པོ་ཡོད་མ་རེད། གཅིག་ནས་ང་ཆོས་པ་གཅིག་རེད། དེང་སང་གི་དུས་རབས་ནང་ལ་ཆོས་པ་གཅིག་གིས་ཆབ་སྲིད་འདི་ཚང་མ་འགོ་ཁྲིད་བྱེད་དེ་དེ་ལན་པོ་ཡོད་མ་རེད། གཉིས་པ་ནས་བོད་པའི་དོན་དག་འདི་མི་གཅིག་གཉིས་ཀྱི་དོན་དག་མ་རེད། ཨེ་ནས། ང་ཡིན་ན་དཔེ་དེ་ག་ཚད་བར་དུ་ངས་དེ་བྱེད་ཐུབ་ཀྱི་མ་རེད་ཟེར། བྱེད་དུས་ད་དེ་དམངས་གཙོའི་འགྲོ་ལུགས་རང་ནས་བདམས་ཐོན་བྱས་བཞག་པ་དེ་གའི་འགན་འཁྱེར་དགོས་རེད་ཟེར་གྱི་ནས་ད་ཞི་བོ་གཅིག་གིས་དངོས་གནས་དྲང་ནས། ཕ་མེས་ཀྱིས་ད་སྤུ་གུར་ལྟ་སྦྱོང་བྱེད་པ་ལས་ལྷག་ས་ཞིག་དེ་འདྲའི་ལམ་སྟོན་གནང་དུས་གཟིགས་ཀྱི་ཞི་བོ་རེད་འདུག་བ་དེ་ཚོ་ང་ཚོ་ཕ་འཛམ་བུ་གླིང་ལ་ཤེས་ཐུབ་ན། ཕན་སེམས་ཁོ་རང་མ་གཏོགས་ཀྱི་འགན་ཡོད་མ་རེད། རེད་བ། ད་དེའི་སྒང་ལ་ད་ལྟ་ཞི་བ་དེ། རྒྱ་གར་གྱི་གནའ་བོའི་རིག་གཞུང་བསྐྱར་གསོ་ཟེར་གྱི་རེད། གནའ་བོའི་རིག་གཞུང་བསྐྱར་གསོ་ཟེར་ཏེ་རྒྱ་གར་གྱི་གནའ་བོའི་རིག་གཞུང་ཡོད་ཚད་ཡར་འཁེལ་ཞོར་ཟེར་གི་མ་རེད། ཁ་སང་ང་ཚོ་དེ་ཤེས་ཡོན་ཁང་ལ་ཉི་མ་གཉིས་ཚོགས་འདུ་ཚོགས་པའི་སྐབས་ལ། རྒྱ་གར་གྱི་གནའ་བོའི་རིག་གཞུང་བསྐྱར་གསོ་དེ་དེ་ན་མང་པོ་འཁེལ་ཡོད་པའི་ཡུལ་གཏམ་ངས་བལྟས་ཚེ་ཤེས་དུས་དེ་ན Professor ཅིག་འདུག་ཨ་ཅག་ལགས། ད་དེ་གྱིས་ཞིག་ལ་ཁྱེད་རང་གསུངས་སོང་དེ་དེ་རྙོག་དྲ་ཚ་བོ་རེད་ཟེར་ལབ་སོང་ཚོགས་འདུའི་སྐབས་ལ། མཇུག་མ་གསོལ་ཚིགས་སྐབས་ལ་ང་གཉིས་སྐད་ཆ་བཤད་ཡོང་དུས། མོ་རང་ཚུར་ཡོང་དེ་ནས་ཁྱེད་རང་འདི་གསུངས་གསུངས་དེ་དེ་སྔ་མོ་གནའ་བོའི་རིག་གཞུང་ནང་ལ་སྔོན་མ་དཔེ་དེབ་བུད་མེད་ལ་མཐོང་ཆུང་བཏང་ཤོག་ཤོག་དེ་འདྲའི་མང་པོ་ཡོད་རེད། དེ་ཚོ་ཡར་བསྐྱར་གསོ་བྱས་ནས་ཆོ་ཡོད་མ་རེད་ཟེར་འདུག་ངས་དེ་གནའ་བོའི་རིག་གཞུང་ནང་ནས་ཕན་ཐོགས་ཡོད་པ་གླེང་ཟེར་གི་རེད་མ་གཏོགས་ཆ་ཚང་བསྐྱར་གསོ་བྱེད་ག་རེ་ཡོད་པ་ཚང་མ་ཁེལ་ཤོག་ཟེར་ལབ་གི་ཡོད་མ་རེད། དེ་མོ་རང་ལ་བཤད་བྱུང་ལྷག་པར་དུ་སྐྱབས་མགོན་རིན་པོ་ཆེས་གནའ་བོའི་རིག་གཞུང་བསྐྱར་གསོ་ཟེར་དུས་རྒྱ་གར་གྱི་གནའ་བོའི་རིག་གཞུང་ནང་ལ། གནས་ལུགས། སློབ་སྦྱོང་སྦྱང་ཡས་དང་དེ་མིན་པའི་གནས་ཚུལ་ག་རེ་ཡིན་ན་མིའི་མི་ཚེའི་ནང་ལ་ཀླད་པ་བེད་སྤྱོད་བཏང་ནས། ཡིན་ས་རེད་ཡིན་ས་མ་རེད་བརྟག་དཔྱད་བྱས་ནས་འགྲོ་རུག་འདི་གཅིག་ཡར་འཁྱིལ་འགོག་འདུག་དེ་མུ་མཐུད་ནས་འཁྱིལ་གི་འོ་འདུག། དེ་ག་ནང་བཞིན་གྱི་དཀའ་ངལ་ཚང་མ་བསམ་བློའི་ཐོག་ནས་འཕྲད་ཀྱི་ཡོད་ད་ནི་བསམ་བློའི་རྣམ་གཞག་དེ་ག་འདྲས་ཅིག་རེད་ཤག། སེམས་ཉོག་མོངས་པའི་རིགས་ཟིན་གྱི་འདི་གི་གནོད་པ་ག་འདྲས་ཅིག་སྐྱེལ་གྱི་འདུག་དེ་ག་འདྲས་རེད་ཤག་དགེ་བའི་རིགས་དུས་སུ་ཕན་ཐོག་ག་འདྲས་རེད་ཤག་དུས་སུ་ཤེས་པ་བྱས་ནས་ནི་བསམ་བློ་བསྒྱུར་བཅོས་བཏང་ནས་སྤྱི་ཚོགས་དེ་འཆམ་མཐུན་དང་བདེ་སྐྱིད་ཡོད་པ་བཅས་བསྐྲུན་ཡས་ད་དུས་སུ་གཙོ་བོ་གསུང་གི་ཡོད་ར་མ་གཏོགས་དེ་མིན་པའི་གི་ཆོ་ག་ཕྱག་ལེན་དང་དུས་ཚང་མ་བསྐྱར་གསོ་བྱས་ཏེ་གསུང་གི་ཡོད་མ་ར། རེད་བ། ད་དུས་ཚོད་གང་ལ་དཔེར་ན། རྒྱ་གར་གནའ་བོའི་རིག་གཞུང་ལ་ཤུགས་ཆེ་ཤོས་ཀྱི་ཧིན་དུའི་ཆོས་ལུགས་དེ་རེད་ཧིན་དུའི་ཆོས་ལུགས་ནང་ལ་ཡིན་ན་ཧིན་དུ་དངོས་རང་གི་ཆོས་ལུགས་དངོས་གནས་ནང་ལ་བཏགས་ཡོང་དུས། དཔེ་ཡག་པོ་ཡོད་རེད་ད། གང་ཞེ་ན་ཧིན་དུའི་ཆོས་ལུགས་ནང་ལ། སྟོན་པ་གཅིག་ཡོད་མ་རེད་ཁོང་ཚོ། སྟོན་པ་གཅིག་གིས་གསུང་བཤགས་རྒྱོགས་རེད་འདི་ང་ཚོ་ཚང་མ་བརྩི་དགོས་རེད་ཟེར་ཆོས་ལུགས་མང་ཆེ་ལ་ཡོད་རེད་བ་འདི་ཧིན་དུའི་ཆོས་ལུགས་ལ་ཡོད་མ་རེད། སྟོན་པ་ག་ཚད་སླེབས་ན་དེ་ན་ལེགས་ཆ་ག་རེ་ཡོད་ན་དེ་ཚང་མ་དེ་ནང་འགྲོ་ནས་འགྲོ་དགོས་གསར་པ་ར་ཇི་ནེས་ན་རེ་བ་དེ་བྱས་ཟིན་ན་དེ་ཚོ་དང་ནས་ལེགས་ཆ་ཡོད་ན་ཨེ་ན་རྒྱ་གར་ནང་ལ་བས་ཏེ་ད་ཁེར་བ་དེ་འདྲ་དེ་འདྲ་བྱུང་རེ་ཟིན་ན་དྲང་ནས་འགྲོ་གི་འདུག་བ། དེང་སང Hinduism is a dialogue religion ལབ་གི་ཡོད་རེད་དགེ་རྒན་དགེ་ཕྲུག་བར་ཡིན་ན་དྲི་བ་དྲིས་ལན་བྱས་ནས་ཐག་བཅད་ཡས་དང་དེ་མིན་པའི་ག་རེ་ཡིན་ན་བས་ཏེ་དྲི་བ་དྲིས་ལན་བྱས་ནས་ཟེ་ཡས་མ་གཏོགས་ཀི། ཅིག་རྨོངས་དད་བྱེད་ཡས་མེད་པ་དེ་འདྲ་ཡོད་རེད་ད་དུས་ང་ཚོ་ཡག་པོ་འགོ་ཚོལ་བ་ཡིན་ན་ད་ག་ལེ་ག་ལེ་ཡང་འོག་གི་ལས་ཀ་བྱེད་སྟངས་མ་འགྲིག་ནས་འགྱུར་འགྲོ་ཡས་དེ་འདྲས་ད་ཡོང་གི་འདུག་བ་ངོ་དེ་འདྲས་བཟོས་ལ་བྱས་ནས་ད་ཅིག་ནས་ང་ཚོ་རྒྱ་གར་ལ་བསྡད་ཀྱི་ཡོད་རེད་དེ་གི་བཀའ་དྲིན་དྲན་ད་དྲིན་ལན་འདྲ་བོ་ཅིག་གི་ཆགས་འགྲོ་གི་ཡོད་རེད་དེ་དོན་དག་དེ་ལས་གལ་ཆེ་བ་དེ་ངོ་ད་ཅིག་མིག་གི་ནང་གི་བསམ་བློ་འགྱུར་བཅོས་བཏང་ཡས་དང་ཨ་ནས་རྒྱུ་མཚན་བེད་སྤྱོད་བཏང་ནས་འགྲོ་ཡས་དེ་ཕ་རྒྱལ། རྒྱ་གར་ནང་ཤིང་ལུང་པ་གཞན་དག་ནི་འགྲོ་ཐུག་གི་མ་རེད་ཟེར་སྐུ་མདུན་གསུང་གི་འདུག་དཔེར་ན་ང་ཚོས་ད་ནང་པར་ཆ་བཞག་བས་ན་ད་ཐབས་ཤེས་གསུང་འདོད་ཟེར། གར་བ་ཀླད་པ་བེད་སྤྱོད་བཏང་ཡས་དང་སྙིང་རྗེ་སྐྱེས་ཡས་དེ་བྱམས་པ་དེ་སྙིང་རྗེ་སྐྱེས་ཟེར་ཡས་འདི་གར་ཚེ་བོ་རེད། གས་སྨྲ་ཤན་འབྱེད་ཀྱི་བྱམས་པ་སྙིང་རྗེ་ཨ་སྙིང་རྗེ་ཟེར་འདི་ཚེ་བོ་མ་རེད་ཆུ་ནི་ནང་ཆུ་ནང་ལ། བྱམས་པ་སྙིང་རྗེ་སྐྱེས་དགོས་པའི་རྒྱུ་མཚན་མཐོང་ནས། ཀླད་པ་བེད་སྤྱོད་བཏང་ཡས་འདུག་ད་ང་ཚོ་ཚང་མ་ཤི་འགྲོ་ངེས་རེད་བ། རེ་བ། ལྟ་ཞིབ་འགྲོ་མཁན་རྐྱང་རྐྱང་གཅིག་མཉམ་དུ་འཛོམས་དུས་གཅིག་གཅིག་ལ་ཐུབ་ཚོད་བཏང་མགོ་སྐོར་བཏང་བཤུ་གཞོག་བཏང་གཉའ་གནོན་བཏང་བྱས་དེ་ནས་ཆོག་འདུག་གས། སྐད་ཆ་འདི་བཤད་ཡོང་གི་རེད་ད། བཟང་བཅོམ་ལྡན་འདས་སངས་རྒྱས་ས་ནས་དང་པོ་གསུང་ཡས་འདི། བདེན་བཞི་ནང་ནས་དང་པོ་གསུང་ཡས་འདི། སྡུག་བསྔལ་བདེན་པ་སྡུག་བསྔལ་བདེན་པའི་ཁྱད་ཆོས་ཤེས་བཤད་ཡོང་དུས་མི་རྟག་པ། མི་རྟག་པ་ནང་ནས་གཙོ་བོ་འཆི་བ་མི་རྟག་པ་སོ་སོར་སྦྱར་ནས་ཤི་འགྲོ་མཁན་རེད་འདུག་གས་འདི་གཅིག། འཆི་བ་མི་རྟག་པའི་བློ་གཅིག་རྒྱུད་ལ་སྐྱེས་ན། འོ་ད་དཔེ་དེ། ཆོས་ཉམས་ལེན་གྱི་སྒོ་རེ་བ་ཕྱེས་ནས་ཡག་པོ་ཞི་བོ་བྱེད་མཁན་ཡོད་རེད་དེ་གནད་འགག་ཞི་བོ་རེད་དོ། ད་འདི་ལ་སངས་རྒྱས་ཀྱིས་གསུངས་པའི་བཀའ་འདི་ལ་ངེད་ཀྱིས་གཞིར་བཞག་ནས་དེང་སང་ང་རང་གིས་གཏམ་བཤད་རེ་བྱེད་དུས་ངས་དེང་སང་ཡང་སྲིད་ལབ་ཀྱི་ཡོད་དེ་ཕན་གྱི་མེད་ན་བསམ་གྱི་ཡོད། འཛམ་བུ་གླིང་འདི་ལ་ད་ལྟ་མི་བི་ལེན་བརྒྱད་ལྷག་སུ་ཡོད་རེད་བ་ཐིན་འབུམ་བརྒྱད་ལྷག་སུ། ཐིན་འབུམ་བརྒྱད་ལྷག་སུ་དེ་ཉི་མ་དེ་རིང་ནས་བརྩིས་ནས་ལོ་བརྒྱ་གྱི་ནང་ལོགས་ལ་ཐིན་འབུམ་བརྒྱད་ལྷག་སུ་ཤི་ཚར་རེད་ཚང་མ། དངོས་གནས་ཚིག་འདི་རེད་ད།

དྲང་པོ་བཤད་ན། འདི་བསམ་བློ་བཏང་ཁོག་རིན་ཆེན་མི་བྱེད། ད་སྔོན་མ་ག་རེ་བྱས་ཡོད་ན་མེད་ན་ད་ལྟ་འདི་ལྷག་མ་ལོ་བཅུ་བཅོ་ལྔ་འདི་གང་བྱུང་མི་བྱུང་རང་བྱས་ཡིན་པས་ཟེར་ད་གང་བྱུང་མི་བྱུང་ཞིང་དག་ག་རེའི་ནང་ང་ཁྱད་པར་མི་འདུག་སྟེ་མི་ལ་ཕན་སེམས་མ་བྱེད་བྱས་ནས་གནོད་པ་བསྐྱལ་རྐྱང་བྱ་བྱས་ནས་བསྡད་ཀྱི་ཡིན་པས་ད་སྐད་ཆ་འདི་གང་གླེང་དགོས། ད་ལྟ་ཆུ་མོ་ཆུ་བོ་གངྒཱ་གི་དེའི་ནང་ལ་ད་ཁོང་ཚོས་ཆུ་བོ་གངྒཱ་འདི་རྩ་ཆེན་པོ་བརྩིགས་ཡོད་ཙང་འདི་ལ། མི་ཤེས་ཀྱོག་རོ་ཚང་མ་ཁྱི་ཡོང་འདུག་ག་ཕ་གི་ཉི་མ་རེད་ལ་ཆ་སྙོམས་འདྲ་པོ་ཅིག་གིས་ཅིག་བཤད་པ་ཡིན་ན་མི་སུམ་བརྒྱ་སུས་རོ་བསགས་འདུག་ག་མ་གི། ད་དེའི་འཁྲིས་ལ་བསྡད་དེ་ངན་གི་ས་རྡུགས་བཟོ་རུ་པ་ཅིག་ཡོད་རེད། ཨེ་ནི་ཁོ་ཚོ་དེ་མང་པོ་ཁྱི་ཡོང་འདུག་དང་པོ་ཁོའི་རྩར་ལ་ཅིག་སྐྱེལ། ཡང་ཁ་ཤས་ལམ་སང་ཤི་ཆོག་ཆོག་མེད་ན་ཉི་མ་གཉིས་གསུམ་ཅིག་ཁོའི་རྩར་ལ་བཞག་དེ་འདྲ་བྱེད་ཀྱི་འདུག་ག། ཁོས་གི་ཉམས་མྱོང་གི་རྗེས་ཐོག་ཅིག་བྲིས་ཡོད་རེད་ཁོས། འོ་ད་དཔེ་དེ་ཤི་ཁ་ལ་མོ་སླེབས་དེ་མི་ཚང་མ་ཤི་བ་ཅིག་འགྱུར་འགྲོ་གི་འདུག། དཔེར་ན་ང་ཚོ་གཞན་དོན་འདྲ་ཅན་ཡིན་ན་ནམ་རྒྱུན་ཁྱོད་ནི་མ་ཉན་གི་འདུག་ཟེར་ཤི་ག་ལ་མོ་འདི་ལ་གཞན་དོན་འདི་ལ་མ་འདྲ་ཅིག་གོ་གི་འདུག་ཟེར། འདང་བརྙན་པ་ཞིག་འདུག་བསླབ་བྱ་ཡག་ག་ཞིག་འདུག་འདི་འདྲས་གོ་གི་འདུག་ཟེར་གི་འདུག་ཨ། ཨེ་ནས་མི་གཅིག་གིས་བོས་རྗེས་ཤི་ག་ལ་མོ་ཁོ་ཕ་གིར་སླེབས་དུས་ད་ང་ཤི་ག་ལ་མོ་ལས་ཀ་གཅིག་རང་གཅིག་ལྷག་སོང་གཞན་དག་གས་མེད་ཟེར་ཨེ་ནས་ག་རེ་རེད་ཟེར་དུས། ད་ངས་ཅོ་ཅོ་དང་ང་གཉིས་མ་འཆམ་བྱས་རྗེས་ང་གཉིས་ཁང་པ་འདི་བཅས་ཀྱི་རྒྱབ་ཞྭ་ཡིན་ཟེར་ངོ་མ། ཁོ་གཉིས་རྒྱག་རེས་ཤོར་ནས། ད་དེ་ངའི་སེམས་ནང་ལ་རྦད་དེ་ཅེས་འདྲ་བོ་ཅིག་ཐེབས་བསྡད་ཤག་དཀའ་ལས་ཞེའུ་འདུག། ད་ངས་ཅོ་ཅོ་ཅིག་སྐད་བཏང་རོགས་བྱས། ད་ངས་ཁོ་ལ་སྐུལ་ཅིང་ཕྱག་འཚལ་ད་ང་མ་ཤི་གོང་ལ་ཁྱོད་རྩིག་པ་དེ་གཏོར་རོགས་བྱས་ཟེར་ལབ་གི་ཡིན། ད་འདི་རེད་ད། ད་ང་སང་སང་ནས་བསམ་བློ་བཏང་ན། དེ་འདྲས་གང་བྱུང་མི་བྱུང་བྱས་ཡ་མང་པོ་ཞིབ་ཚང་མ་དེ་ཉི་མ་གཅིག་ལ་འགག་གི་མ་རེད་དེ་མང་པོ་ཞེའུ་ཅིག་ལ་འགག་ནས་ཆོས་ཉམས་ལེན་བྱས་ནས་རང་བཞིན་གྱི་ཡོང་བསྡད་ཅིག་ཆགས་ཡོང་གི་འདུག་བ། དཔེ་ད་སངས་རྒྱས་ཆོས་དེ་ཧང་སང་ཡིན་ད་དུས་ཚོད་སྐྱབས་མགོན་རིན་པོ་ཆེ་གསུངས་བསྡད་གི་འདུག་བ། རེད་བ། ཅེས་ཁ་སང་ང་ཚོས་མཇལ་ཁ་ཞུས་དུས་ང་རང་ཚོའི་ལས་ཀ་བྱེད་པ་འདི་ལ་ནི་རྗེས་སུ་ཡི་རང་ཡོད་གསུངས་སོང་ང་ཚིག་གཅིག་གི་ངང་ལ་ཨ་རི་གཉིས་པ་འདི་ལ་སྐུ་མདུན་རང་གིས་ད་གར་སོ་རེད་སོ་སོའི་བསླབ་པ་གསུམ་ཉམས་ལེན་བྱེད་དགོས་ཡོད་དང་ཨེ་ནས་བྱམས་སྙིང་རྗེ་ཉམས་ལེན་བྱེད་དགོས་ཡོད་དེ་དཔེ་དེ་དཔེ་དེ་གར་སོ་འདི་གསུངས་སོང་ང་རྡོ་རུས་ཐུག་པ་ཆ་ཚང་བ་ཅིག་བྱས་ཞུས་གསུང་གི་འདུག་བ་ད་མདའ་དགོང་བརྟན་བཞུགས་སྐབས་ལ་ད་ཁ་རང་གསུང་གི་འདུག་བ།

སྤྱི་འཐུས་ཐ་དད་དོན་དག་དང་ལྡན་པ་གཅིག་གར་འདྲེ་བཟོ་དགོས་ར་ཟེར་ན་བལྟས་ཟེར་ཕན་སེམས་བྱས་ནས་བརྒྱ་ཆ་བརྒྱ་ཐམ་པ་བཏགས་པ་མི། ལྷ་དགུ་ཞིང་བྱ་བ་འདྲ་བོ་དེ་ཡོང་གི་མ་རེད་དེ་བལྟས་ཟེར་ཕན་སེམས་བྱས་ནས་མི་ལ་བྱམས་སྙིང་རྗེ་བྱེད་ཡ་རབས་སྐྱོ་སངས་བྱེད། མི་ལ་སྡུག་བསྔལ་མ་སྤྲོད་ར་བ། དེ་བྱས་ན་ཡག་པོ་འདུག་ཨ། དེ་དེ་ང་ཚོ་སྲོག་ནང་བཞིན་རེད་ཨེ་འདི་གང་ལ་ང་རང་ཚོ་གི། བསམ་བློ་གཏན་སྲོལ་བཏང་ན། ཤི་དང་སྦེད་དེ་མེད་པ་ཆགས་མ་འགྲོ་བ་བྱས་ནས་ནམ་ཞིག་རྒྱུན་དུ་འགྲོ་ཡ་ཡོད་བ་ཅིག་ད་ང་ཚོ་ནང་ཆོས་ཤེས་གི་འོ་ར་བ། དེ་ངས་གལ་ཆེན་པོ་མཐོང་གི་འདུག་འདི་གང་སྟེ་བསམ་བློ་ཟླ་དགུ་ངས་ཤེས་རིག་ལྷན་ཚོགས་སྐབས་ལ་འདི་བཤད། ང་ཚོ་ནང་པ་དང། ད་ཁྱེད་རང་ཚོ་ཆོས་ཁས་ལེན་མཁན་ཚང་མ་ང་ཚོ་གཅིག་པ་རེད། གཏད་སོ་ཆོས་དང་ཆོས་རྩ་ནས་ཁས་མི་ལེན་ཚུལ་གྱི་ཤེས་ཡོན་སེར་སྤྲས་དང་ནང་བཞིན་ད་བྱས་ན་ད་ཡག་པོ་ཨ་ཡོད་ན། ད་ང་ཚོ་ལྷག་པར་དུ་བོད་པ་ཆ་བཞག་ན། སེམས་ཀྱི་རྒྱུད་འགྲོ་ཡས་ཀྱི་དེ་བསམ་བློ་ཅིག་གིས་འདི་གང་ལ་གནད་གང་གཏད་བསམ་བློ་དང་ནི་ཤན་སོང་ན། ཨེ་ནི་ཁོ། ད་ལོ་ནས། བཟང་པོ་ཡར་རྒྱས་འགྲོ་ཡས། ཟླ་བ་འདི་ནི་ཟླ་བ་རྗེས་མ་ཡར་རྒྱས་འགྲོ་བའི། ལོ་འདི་ནི་ལོ་རྗེས་མ་ཡར་རྒྱས་འགྲོ་བའི། དུག་གཟུགས་བཅས་ནི་རྣམ་ཤེས་ཏེ། ཉིན་མོ་གི་ལས་ཀ་བྱས་པ་དེ་གའི་མཚན་ལ་གཉིད་སྐྱིད་པོ་ཁུག་ཡའི་བསམ་བློ་ཡག་པོ་ཡོང་ཡས། ད་འདི་གསོན་པ་དང་ཤི་བའི་འདྲ་བོ་ཅིག་རེད། ཉིན་མོ་འདི་གསོན་པོ་རེད་བ། དགུང་ཟླ་འདི་ཉལ་བའི་སྐབས་ལ་ཤི་ཡོད་མ་རེད་དེ་ཤི་བ་གཅིག་པུ་གཅིག་རྐྱང་རེད། དེ་གསལ་བོ་ག་རེད་ཟེར་ན་མ་ཉལ་དུས། དབང་པོ་ཤེས་པ་ཚང་མ་ཆུས་བདུག་གི་ཡོད་རེད་བ། འདུས་དུས་ཡིད་ཀྱི་ཤེས་པ་དེ་གྲུང་པོ་ཆགས་གི་འདུག་བ། གཟུགས་པོ་དེ་སོ་སོའི་ཉེ་འབྲེལ་གང་ལ་ཉན་ནས་ཧོར་སྒྲ་རྒྱབ་ཅིང་བསྡད་སྡོད་རྒྱུ་རེད་དེ། རྣམ་ཤེས་དེ་ནིའུ་ཡོག་ལ Shopping འགྲོ་གི་འདུག་ཨ། བསམ་བློ་དེ་ག་འདྲ་ཞིག་སླེབས་ཀྱི་ཡོད་རེད། ངས་སེམས་པ་དེ་ངའི་ད་ལྟའི་རྨོངས་འཆར་རེད་ད། དེ་ག་རེ་ཟེར་དགོས་ཟེར་ན། དབང་པོ་ཤེས་པ་དེ་ཚུལ་བསྡུ་ཡོང་དུས་ཡིད་ཀྱི་ཤེས་པ་ལ་གོ་སྐབས་མང་རག་གི་ཡོད་རེད་པ་ད་ཤེས་དུས་ད་ག་རང་རེད་བ། རེ་བ་དེ་མི་རེ་མི་འདུག་ཟེར་མ་ཚད་ཡོང་དུས་ད་ག་རང་རེ་བ། དེ་ཡོང་དུས་ཨེ་ན་ཁོ་ཤེས་པ་ཁོ་རང་དབང་ཐོབ་ནས་ག་བ་ཡིན་ན་འགྲོ་ཐུབ་ཡས་བྱེད་ཐུབ་ཡས་ཅིག་ཆགས་ཀྱི་ཡོད་རེ་བ། བྱས་ཙང་ད་ག་རེ་འགྲོ་ཐུབ་ག་རེ་བྱེད་ཐུབ་མིན་དེ་ག་རེ་སྦྱང་གང་ལ་སྦྱང་བ་དེ་རེ་བ། སྡུག་བ་ཅིག་ལ་སྦྱང་ན་སྡུག་བ་ལ་ཁ་ཐུབ་དུས་གཏན་ནས་འགྲོ་གི་རེད་ཡག་བྱས་ན་ད་ཁ་གྱེན་དུས་བལྟས་ཀྱི་ཡོད་ན་དཀར་པོའི་ལམ་ལ་འགྲོ་གི་ཡོད་ན་ག་རེ་བྱེད་ན་དེ་དུས་ཚོད་རེད་འདུག་བ། འོ་ཅི་དུས་དུས་ཚོད་ང་ཚོས་དེ་ཞིག་དགོངས་པ་བཞེས་ཡོད་དུས་ཚོད་ད་དེ་རེད་ད་ང་དེ་སྐད་ཆ་མང་པོ་ཁྲོད་ནས་ཆོས་སུ་ཡོད་པ་དུས་ཚོད་གྲོགས་ལ་དང་དགོངས་དག་ད་བྱས་དུས། སངས་རྒྱས་རིན་པོ་ཆེ་མཁྱེན་བརྩེ་རྣམས་ང་ཚོས་ད་དུང་སྙིང་བསྡུས་སུ་དེ་འདྲའི་ཞུ་ཐུབ་ཡས་ཡོད་མ་རེད་དེ་ངས་དེ་ག་ཚིག་གཅིག་ཟིན་གཉིས་ཟིན་ཅིག་ཞུ་བ་བྱས་རེད་ད་དོན་དག་དེ་ལས་གལ་ཆེ་བ་དེ་འགའ་རེད་ཟེར་ན། སྔོན་བྱོན་སྟོན་པའི་རྣམ་ཐར་རྗེས་འཇུག་འདུས་བྱས་ཉམས་ལེན་ཟེར་ལབ་རེད་ད། ད་སྐྱབས་མགོན་རིན་པོ་ཆེ་གསུང་ཤར་ཕྱོགས་དེ་ཚོ་ཁ་ཤས་ཅིག་ང་ཚོ་ཉམས་ལེན་བྱེད་ཐུབ་ཡས། ད་དེ་རེད་ལག་ལེན་བསྟར་ཐུབ་ཡས། བོད་པར་ཆ་ཤས་ན་ལྷག་པར་དུ་ད་ལྟ་གནས་སྐབས་ང་ཚོ་ཨོ་སི་འགྲིག་འདི་ཡོད་སོང་འདི་འགྲིག་ཅི་ག་ཡོད་མ་རེད་ད་ཉམ་ཐག་པོ་ཞིག་ཆགས་འདི་ཡོད་རེད་སྐད་ཡིག་ཉི་མ་རེ་རེ་བཞིན་དུ་ཉམ་འགྲོ་གི་ཡོད་རེད་རེད་བ། བོད་ནང་ལ་ཆེད་མངགས་དུས་མེད་བ་སུས་སྐྱབས་བཅོལ་ནང་ལ་ལུང་པ་ལུང་པ་འདྲ་མི་འདྲ་ལ་ཕྱིན། རེད་བ། ཨེ་ནས་ང་རང་ཚོའི་བལྟས་ཚེ་གོ་སྐབས་ཡོད་མཁན་དེ་ཚོའི་དོ་སྣང་ཞེ་དྲག་ཞེ་དྲག་མི་འདུག་བ་ཤུགས་ཞེ་དྲག་རྒྱབ་ཀི་མི་འདུག་བ། རང་དབང་ཡོད་མཁན་ལུང་པ་ནང་ལ་བསྡད་མཁན་མི་འདྲ་བོ་འདྲ་བོ་ཅིག་རེད་འདུག་མ་གཏོགས་ཀི་ང་ཚོའི་ཆོས་དང་རིག་གཞུང་གཏིང་ཟབ་པོ་ཡོད་བ་དེ་སྦྱངས་ནས་ཤེས་རྒྱུ་ཡོད་བ། རེད་བ། ཟེར་འདུག་ད་དེ་འདྲའི་སྐབས་ལ་ང་ཚོ་དཔེར་ན་དེ་འདྲའི་རྗེས་དྲན་བྱེད་པའི་སྐབས་ལ་ད་མ་ཐག་ལ་ངས་དེབ་ཡག་པོ་གཅིག་གསུམ་བཞི་གསུམ་གཅིག་ལོ་གཅིག་ལ་ཀློག་གི་ཡིན་ཟེར་གྱི་འདུག་དམ་བཅའ་བྱེད་དགོས་རེད་དངོས་གནས་བྱས་ན། གཞན་དག་ཕར་བཤད་ན་ང་རང་ཚོ་དཔེ་མཛོད་བཏོན་ཤག་རྒྱོག་དེབ་འདི་ཚོ་ཁར་ཁར་བཏོན་ཡོད་རེད་ལབ་ན་མིག་མ་ཤེས་བསྡད་གི་ཡིན། དོ་སྣང་ཞེ་དྲག་བྱེད་གི་མི་འདུག་ང་ཚོ་གང་ཞིག་ཁེ་འཚར།

ངས་དེང་སང་མ་འོངས་པའི་མི་རབས་ལ་དེ་ང་ཚོ་རྒན་པ་ཚོས་ཀྱི་ལྟ་སྦྱོང་བྱེད་དགོས་རེད་ཟེར་དུས་མ་འོངས་པའི་མི་རབས་དེ་ལ་འདྲི་ཤེས་ཅིག་བརྒྱབ་བསྡད་ཀྱི་ཡོད། མ་འོངས་པའི་མི་རབས་སུ་རེད་ཟེར་ན་གཅིག་ད་ལྟ་ཁྱེད་རང་གི་ཟོས་ཚར་རྒྱབ་སྤུག་འདུག་ས་རེད། དེ་ལྟ་ཁྱེད་རང་མ་ལྟ་རང་ལྟ་རེད་ཁྱེད་རང་ཟོས་ཚར་རེད་བ། མ་འོངས་པའི་མི་རབས་གཅིག་དེ་ད་ལྟ་སྤུག་སྐྱེ་རྒྱུ་རེད་ཡོང་རྒྱུ་རེད། དེ་འགན་དེ་ཁྱེད་རང་ཁྱི་ཐུག་གི་མི་འདུག་ན་སྤུག་མ་བཟོ་ཟེར་དགོས་ངེས།

སྐལ་བ་བཟང་པོ་རེད་ང་རང་ཚོ་རེ་བ་ཀུན་ཞུ་འགོ་བརྩམས་ཀྱིན་འགྲོ་གི་ཡོད་རེད། ལ་དྭགས་ལ་སྔོན་མ་ཆིབས་བསྒྱུར་གནང་རོགས་ཟེར་དུས་ལ་དྭགས་སུ་དེ་འདྲས་ཞུ་གི་རེད་སྐུ་མདུན་གསུང་ཆོས་དེ་འདྲས་གནང་ཡག་མ་ཕེབས་མ་ཐོན་ན་འགྲིག་གི་འདུག་ཕེབས་པ་ཙམ་གྱིས་འགྲིག་གི་འདུག་བདེ་བཞུགས་ན་འགྲིག་གི་འདུག་ཟེར་ལབ་གི་ཡོད་རེད་དེ་རེ་བ་དངོས་གནས། ཨོ་དེ་འདྲས་ཡིན་དུས་ང་ཚོ་དེ་ལྟས་ཟེར་དེ་འདྲས་སྐབས་ལ་ངས་དམ་བཅའ་ར་ཅིག་བྱས་ནས་ད་ལྷག་པར་དུ་དེ་རིང་འདི་སྐུ་མདུན་གྱི་མཚན་རྣམས་དང་འབྲེལ་བ་ཡོད་དུས་ཡིན་ཙང་ང་ཚོ་སྐུ་མདུན་ཕྱག་དེབ་ཅིག་ཞེ་འདང་མ་བྱུང་ན་ལོ་གཅིག་ལ་གཅིག་གཉིས་ཀྱིས་ཀློག་གིན་བཤད་ཅིང། ཨན་དེ་ཀློག་པའི་སྐབས་ལ་གལ་ཆེ་ཡ་ཆེ་ཡ་འདུག་ཚོ་སོ་སོའི་སེམས་ལ་བཞག་ལག་ལེན་བསྟར་ཐུབ་ཡིན། དེ་འདྲ་བྱས་ན་ཨ་ནི་ང་ཚོ་མཛད་སྒོ་ཚུགས་ཡས་དེ་དོན་དང་ལྡན་པ་ཆགས་ཡོད་རེད་སེམས་གི་འདུག་དེ་མེད་ན། མཛད་སྒོ་འདྲ་མི་འདྲ་ཚུགས་ཡས་དེ་ང་ལ་ནམ་རྒྱུན་དོ་སྣང་ཞེ་དྲག་མེད། ད་ཆ་རྗེས་འདྲ་གཅིག་རེད། ཁ་སང་བསམ་ཚུལ་རིན་པོ་ཆེན་གྱི་ཡི་གེ། འཁྲུངས་སྐར་གྱི་མཛད་སྒོ་དེ་གའི་ཟློས་གར་ཚུགས་པའི་སྐབས་ལ་དུས་སྟོན་གྱི་ཐག་རིང་བཤད་བྱུང། དེ་སྐྱབས་མགོན་རིན་པོ་ཆེ་གནང་ཚར་ཟམ་གདོང་རིན་པོ་ཆེ་གནང་ཚར་མང་པོ་ཞུ་བྱུང། ད་ང་ཚོ་དེ་མཛད་སྒོ་རྐྱང་རྐྱང་ཚུགས་མ་བསྡད་བྱས་ནས་ལག་བསྟར་བྱེད་དགོས་འདུག་ཟེར་བསྟར་གྱི་མི་འདུག་ཟེར་བ་མ་རེད་བསྟར་མཁན་ཁ་ཤས་ཡོད་རེད་དེ་དག་མང་ཆེ་དེ་དད་པ་མེད་པ་མ་རེད་དགའ་མོས་མེད་པ་མ་རེད་དེ་ལག་ལེན་བསྟར་ཡས་སྒང་ལ་སྤེལ་དེ་ཡོང་གི་མི་འདུག་བ། དེ་ལག་ལེན་མ་བསྟར་ནས་ལུང་པ་ཤོར་རེད་ཟེར་བར་ངས་མདོར་བསྡུས་ན། བསམ་བློ་ནང་རྐྱང་རྐྱང་ཉར་བསྡད། ཨེ་ནས་སོ་སོ་ལུང་པ་སྲུང་སྐྱོབ་བྱས་མ་ཐུབ་འཕྲོད་བསྟེན་བྱས་མ་ཐུབ་རེད་བ། ང་ཚོ་མི་སྒེར་སོ་སོ་ཡིན་ན་ན་ཚ་ན་ཤི་འགྲོ་ཡི་འདུག་ས་མང་པོ་གཅིག་སུ་ཡིན་ན་ཤིག་རེད་དེ་མང་པོ་གཅིག་འཕྲོད་བསྟེན་བྱས་མ་ཐུབ་ཁ་ལག་ལ་དོ་སྣང་བྱས་མ་ཐུབ་དེ་འདྲ་བྱས་ནས་ཤི་མ་དགོས་པའི་སྐབས་ལ་ཤི་འགྲོ་ཡི། བསང་ཆུ་མེ་དེ་བསྲུངས་ཏེ་སྡོམ་བརྒྱབ་ན་ད་ག་རང་རེད་འདུག་བ། ཁྱེད་རང་སྡུག་བསྔལ་མྱངས་དེ་མང་ཆེ། ཁྱེད་རང་ཁྱེད་རང་བཟོས་ཀྱོག་རེད་གསུང་གི་འདུག་གབ་གཏུག་ཞུས་ན། ད་དེ་འདྲས་ཁྱེད་རང་ཁྱེད་རང་དེ་འདྲས་མ་བཟོས། ཁྱེད་རང་བྱེད་སྟངས་བལྟས་ཟིན་འགྱུར་བ་བཏང་ད་ཁྱེད་རང་བདེ་སྐྱིད་ཐོབ་གི་རེད་འདི་གསུང་གི་འདུག་མདོར་བསྡུས་ན། འོ་དེ་འདྲས་ཡིན་དུས་ཨ་ནེ་སྐྱབས་མགོན་རིན་པོ་ཆེ་ད་ལྟ། ཐུགས་བཞེད་ཡོད་པ་ནང་བཞིན་ང་ལ་ཟུག་རེ་ད་དགོངས་ལོ་རྒྱུས་རིང་པོ་ཞུ་གི་ཡོད་དང། ཨ་ནེ་སྤྱི་བཏང་ནས་སྐྱབས་མགོན་རིན་པོ་ཆེ་ལྟ་བུ་ལ། ཞུགས་མ་ཞུགས་ཀྱི་སྐད་ཆ་གལ་ཡོད་མ་རེད། སངས་རྒྱས་བཅོམ་ལྡན་འདས་ལ་ཞུགས་མ་ཞུགས་སྐད་ཆ་གལ་ཡོད་མ་རེད། ང་རང་ཚོ་དད་པ་དམ་ཚིག་གི་ནང་ལ་སེམས་ནང་ལ་ཡོད་ན་སངས་རྒྱས་བཅོམ་ལྡན་འདས་ལོ་སྟོང་ཕྲག་མང་པོ་ཕེབས་ས་རེད་དེ། ད་ལྟ་འཛམ་བུ་གླིང་མི་ས་ཡ་མང་པོ་ཕན་ཐོག་བྱེད་འདོད་ཀར་ང་ཚོ་སེམས་ནང་ལ་ཡོད་རེད་ཁོང་གི་གསུང་ཆོས་ཀློག་གི་ཡོད་རེད། འོ་ད་བོད་པ་ཚོའི་ནང་འདི་འདྲའི་ཅིག་བསམ་བློ་རྒྱ་ཆེན་པོ་ཅིག་འཁྱིལ་ནས་འགྲོ་ཡས་གལ་ཆེན་པོ་རེད་བསམ་གི་འདུག་འོ་ཐུགས་རྗེ་ཆེ་ད་ངས་མང་པོ་ཅིག་ཞུས་ཚར།